ལ་སོ་ལ་དྲ་གྲོགས་ལྷན་རྒྱལ་ཡ་ཞོ་པའི་ཆ་ནས་གམ་འདྲེ་འཚམ་འདྲེ་ཞུ་གི་དེ་ལས་ཞེ་ཞུ་གི་ཡིན་ཨ་ད་དེ་རིང་དེ་ནས་མ་ཡ་ང་རང་ཚོ་རྒྱུན་དོན་འཚོ་བོད་ཀྱི་ཁྲོད་དུ་ད་རྒན་དར་གཞོན་གསུམ་གྱི་ཡ་སྦྱང་དགོས་ཡ་ཆེ་རེད་བ།

སུ་ཡིན་ན་འགྲིག་གི་དེའི་རྒྱུད་ལ་ཡང་ཤེས་རབ་དེ་སྐྱེ་དགོས་ཀྱི་ཡོད་རེད། གང་ལྟར་མི་དེའི་ཡང་ཤེས་རབ་དང་རྣམ་དཔྱོད་ཐབས་དང་ཤེས་རབ་ཟེར་ཡ་དེ་མེད་ཚར་བས་ཆོག་གོ། ག་འདྲས་བྱས་པའི་ནད་ཁོ་བྱ་བ་ག་རེ་གྲུབ་པའི་ནད་གང་དག་ཏག་ཏག་ཡོང་གི་ཡོད་མ་རེད། དེ་ཡིན་དུས་ཙམ་པ་ང་རང་ཚོ་ད་དེ་རིང་རང་རང་སོ་སོའི་གི་རྒྱུད་ལ་ཡང་ཤེས་རབ་དེ་སྐྱེ་བར་བྱེད་པ་ལས་ཡང། ད་ཤེས་རབ་ཀྱི་ལྷ་ཞུ་བར་བ་གཙོ་འདྲ་དེ་མགོན་པོ་འཇམ་པའི་དབྱངས་བྱ་དེ་གོ་རེ། དེ་ཡིན་དུས་ཙམ་མ་ད་ངས་དེ་ནས་དེ་ལས་དེ་ནས་མ་ཡ་མགོན་པོ་འཇམ་པའི་དབྱངས་ལ་ཡ། གསོལ་བ་བཏབ་ཚུལ་དེ་ནས་མགོན་པོ་འཇམ་པའི་དབྱངས་ཀྱི་གསུང་ངག་ཞུ་བར་བ་འོ་ད་དེ་ནས་མགོན་པོ་འཇམ་པའི་དབྱངས་ལ་སྨོན་ལམ་བཏབ་ཚུལ་དུ་བྱས་ད་མི་འདྲ་རྣམ་པ་གསུམ་རྩ་ཆེ་ཁོ་ནས་མ་ཞུ་གི་ཡིན།

གང་གི་བློ་གྲོས་སྒྲིབ་གཉིས་སྤྲིན་བྲལ་ཉི་ཟླར་རྣམ་དག་རབ་གསལ་བས། ཇི་སྙེད་འདོད་དགུའི་ཇི་བཞིན་གཟིགས་ཕྱིར་ཉིད་ཀྱི་ཐུགས་ཀར་གླེགས་བམ་འཛིན། གང་དག་སྲིད་པའི་བཙོན་རར་མ་རིག་མུན་འཐོམས་སྡུག་བསྔལ་གྱིས་གཟིར་བས། འགྲོ་ཚོགས་ཀུན་ལ་བུ་བཞིན་ལྟར་མཛད་ཡན་ལག་དྲུག་ཅུའི་དབྱངས་ལྡན་གསུང། འབྲུག་ལྟར་མཆེད་གྲོགས་ཉིན་མོ་གཉིད་སློང་ལས་ཀྱི་ལྕགས་སྒྲོག་སྒྲོན་མཛད་ཅིང། མ་རིག་མུན་སེལ་སྡུག་བསྔལ་མྱུ་གུ་ཇི་སྙེད་སྤྱོད་མཛད་རལ་གྲི་བསྣམས། གདོད་ནས་བདག་ཅེས་ས་བཅུའི་མཐར་སོན་ཡོན་ཏན་ལྷུན་རྫོགས་རྒྱལ་སྲས་ཐུབ་པའི་སྐུ། བཅུ་ཕྲག་བཅུ་དང་བཅུ་གཉིས་རྒྱན་སྤྲས་བདག་བློས་མི་གསལ། འཇམ་པའི་དབྱངས་ལ་འདུད་ཞེས་དང་དེའི་དང་པོ་མགོན་པོ་འཇམ་པའི་དབྱངས་སྐུ་མདོག་དག་མ་ཟེར། བསྒོམས་ན་འགྲིག་གི་དང་འཇམ་པའི་དབྱངས་སྐུ་མདོག་སྣ་ལྔ་འདྲ་ཡོད་རེད་བ། མགོན་པོ་འཇམ་པའི་དབྱངས་གསོལ་བ་བཏབ།

བདག་ལུས་གཏི་མུག་མུན་པ་རབ་ཟ་ནི། བཀའ་དང་བསྟན་བཅོས་གཞུང་ལུགས་རྟོགས་པ་ཡི། བློ་གྲོས་སྤོབས་པའི་སྣང་བ་བསྩལ་དུ་གསོལ། དེ་ཡང་གསོལ་འདེབས་གསོལ་བ་འདེབས་པ་ཞེས་བྱ་བ་དེ་ཀ་འདུག་བ། ད་བསྔོ་བ་རེད་བསྔོ་བ་ཀྱི་བསྐོར་རོ་ང་རང་ཚོ་བསྔོ་བ་སྨོན་ལམ་ཟེར་དེ་འཇིགས་མི་འཇིགས་གོ་གི་ཡོད་རེད། དེ་ཡི་འདུས་ཙམ་པ་ཡང་དག་སྨོན་ལམ་རྒྱག་གོ་གི་རེད། གང་ཚེ་ལྟ་བ་འདོད་པའམ། ཅུང་ཟད་བྲི་བར་འདོད་ན་ཡང། མགོན་པོ་འཇམ་དབྱངས་དེ་ཉིད་ཀྱི། གེགས་མེད་དཔའ་ཡང་མཇལ་བར་ཤོག། ཞེས་ང་རང་ཚོ་འདུག་སྲིད། ཨ་ནི་མ་ལམ་རྒྱབ། ཨ་འདིའི་བཞུགས་སྒོ་ཡ། སྐལ་བ་འདིས་མྱུར་དུ་དག། མགོན་པོ་འཇམ་དབྱངས་འགྲུབ་གྱུར་ཅིག། འགྲོ་བ་གཅིག་ཀྱང་མ་ལུས་པ། དེའི་ས་ལ་འགོད་པར་ཤོག། ཅེས་ང་རང་ཚོ་འདུག་སྲིད། གསོལ་འདེབས་མ་ལམ་འདི་ཞུས་ན།